དེ་འདི་འདྲ་ཡིན་འདུག་ག་ལ་ནི་དང་པོ་དེ་ལ་ངེད་ཀྱིས་འགྲེལ་བཤད་མ་རྒྱག་གོང་ལ་ར་ད་ལྟ། དེ་རིང་ང་ཚོ་སྤྱི་ཚོགས་འདི་ཁྲི་སྡེ་བཙུགས་ཏེ་འགའ་ཅི་འགོ་བཙུགས་ཡ་རེད་ཁྲི་སྡེ་བཙུགས་ཏེ་འགའ་ཅི་འགོ་བཙུགས་ཡ་ཡིན་འདུག་ག་ལ། ཨ་ནི་འགྲེལ་བཤད་འདི་དང་པོ་ངེད་ནས་ངེད་ཀྱིས་མ་བྱས་སྔོན་ལ། དུམ་མཚམས་འདི། ཚིག་དཔྱད་སམ་ག་འདྲ་རེད་ཤག་ཀློག་སྟངས་ག་འདྲ་རེད་ཤག་འོན་ཏེ་ང་དཔེ་ཇི་སྟོན་གྱི་ཡིན་ར། ཨོང་ད་ག་རང་ཡིན། ཨོ་ཡ་ད་ཀློག་སྟངས་སྒྲུབ་ཟེར་ད་ར། བརྗོད་གཞི་འདི་ག་རེད། ཁྲི་ལྡེ་གཙུག་བརྟན། བཙན་པོ་ཁྲི་ལྡེ་གཙུག་བརྟན་མེས་ཨག་ཚོམ་ནི་ཡབ་བདུད་སྲོང་མང་པོ་རྗེ་དང་ཡུམ་མཆིམས་ས་བཙན་ཐོ་གཉིས་ཀྱི་སྲས་སུ་ཤིང་འབྲུག། ར། ཤིང་འབྲུག་རེད་ད། སྤྱི་ལོ་བདུན་བརྒྱ་བཞི་ལོར་ཕོ་བྲང་འཚལ་དུ་སྐུ་འཁྲུངས། ལོ་དེ་ཡི་དགུན་ཁར་བཙན་པོས་དུས་སོང་མང་རྗེས་འཇང་ཡུལ་དུ་སྐུ་གཤེགས་པར་བརྟེན། སྲས། ནར་མ་སོན་པའི་ཨ་ཕྱི་ཁྲི་མ་ལོད་ཀྱིས་སྲིད་བཟུང། ནར་སོན་རྗེས་རྒྱལ་སྲིད་བཟུང་བ་དང། རྒྱ་བཟའ། ཀེམ་ཤིང་ཀོང་ཇོས་བཙུན་མོར་བླངས། བཙན་པོ་དེ་ཡི་རིང་ལ། བློན་ཆེན་གཅིག་པུའང་སྤོ་འཇོག་ཐེངས་དྲུག་ཙམ་ལ་བྱས་ཏེ། དཔོན་གནས་ལམ་ལུགས་ལ་བཅོས་བསྒྱུར་དང་སྒྲིག་གཞི་ཇེ་ཞིབ་ཏུ་བཏང། དེ་བཞིན་མི་འབོར་ཞིབ་བཤེར་དང་དཔལ་འབྱོར་བརྩི་གཉེར་བྱས་ཏེ་རྒྱལ་སྲིད་སྐྱོང་ལུགས་ཚད་ལྡན་བཟོས། བོད་ཀྱི་སྔར་ཡོད་མངའ་ཁོངས་རྣམས་སྲུང་སྐྱོབ་གནང་བ་མ་ཟད། ད་དུང་མུ་མཐུད་མངའ་ཐང་རྒྱ་བསྐྱེད་དེ། རྒྱ་ཡི་ས་ཁོངས་ཅིན་ཕེན་ཟེར་བའི་གྲོང་ཁྱེར་དབང་བསྒྱུར་བ་དང། དབང་བསྒྱུར་བ་དང། རྒྱ་ནག་དབུས་སུའང་བོད་དམག་གིས་དཔུང་འཇུག་བྱས། བཙན་པོ་དེ་ཡི་རིང་ལྷ་ཁང་མང་པོ་བཞེངས་པ་དང། མདོ་སྡེ་དང་སྨན་དཔྱད་སོགས་ཀྱི་བསྟན་བཅོས་མང་པོ་བོད་སྐད་དུ་བསྒྱུར་བ་སོགས། ཆོས་ཕྱོགས་ཀྱི་མཛད་རྗེས་ཤིན་ཏུ་ཆེ། སྤྱི་ལོ་བདུན་བརྒྱ་ལྔ་ཅུ་ང་བཞིའི་ལོར་བློན་པོ་སྦལ་གདོང་ཚབ་དང་ལང་ངེ་གཟིགས་གཉིས་ཀྱིས་ལྐོག་ཏུ་བཀྲོངས་སོ། ལོག་དོན་འོང་དུས་སུ་ཁྱོད་རང་ཚོ་སྤྱད་མཚམས། ཁྱོད་རང་ཚོས་ཁྱོད་རང་ཚོ་དེ་སྔའི་ལོག་རྒྱུགས་ཀྱི་སྤྱད་མཚམས་དང་ད་ལྟར་སྤྱོད་མཚམས་གཉིས་བར་ལ་ཁྱད་པར་ཅི་བསྟི་བའི་སྲིད་ར། གལ་སྲིད་ཁྱད་པར་དམིགས་བསལ་མཐོང་གི་མི་འདུག་ན། ཨ་ནི་ཁྱོད་རང་ཚོས་ཀྱི་སྤྱད་མཚམས་ཏག་ཏག་བཞག་པའི་རྣམ་པ་འགྲོ་རུ་ཆེ་རེད། ནས་གལ་སྲིད་ཁྱོད་རང་ཚོས་ཀྱི་དཔྱད་མཚམས་གང་ཙམ་ནོར་གྱི་འདུག་ན་ཨ་ནི། དེ་ནས་གསལ་བོ་ཧ་གོ་གོ་རེད་བསམ་གོ་ཐུབ། ད་སློབ་ཚན་གྱི་ཨ་ནི་དེ་རིང་གི་བརྗོད་གཞི་ཁྲིད་སྟེགས་གཙུག་ལྡན་གྱི་ཨ་ནི། འགྲེལ་བཤད། དངོས་གནས་དེར་བ་ད་ངོ་མ་དེ་འགོ་བཙུགས་པ་ཡིན་ན་འདུག་ཟེར་ཤག། ཨ་ནི་ཁྲིད་སྟེགས་གཙུག་ལྡན་ལ་ཡང་མིང་གཉིས་དུ་ར་མ་འདྲ་གཉིས་ཀྱི་ཐོག་ནས་འབོད་ཀྱི་འདུག་ཨ་ནི་མིང་འདི་ག་རེ་ཞེས་ལབ་ན་མིང་གཞན་དག་དེ་ཡང་མེས་ཨག་ཚོམ་ལ་ཡི་དྭགས་ཟ་མ་འབྲིང་པོ་མེས་ཟ་མེས་ཨག་ག་ཨག་ཚ་ན་རུ་ཚོམ་མ་ཚོམ་བྲིས་ཀྱི་འདུག་ག་ཤེས་ལ་ཚ་ན་རུ་ཚོམ་མ་ཟ་ཚོམ་བེ་བྲིས་ཀྱི་འདུག་ར། འདུག་བྱས། ཨ་ཡབ་ཀྱི་མཚན་ལ་དེའི་སྔོན་ལ་བྱང་རྒྱུད་ཀྱི་རྒྱལ་པོ་བདུད་སྲོང་མང་རྗེ་རོ། བདུད་སྲོང་མང་རྗེ་བྱས། ཨ་ནི་ཡུམ་གྱི་མཚན་ལ་ཡ་ཁྱིམ་ས་མཚན་ཏོག་རོ། ཨ་ནི་ཁྲི་ལྡེ་གཙུག་ལྡན་ཁོ་རང་ཡར་ལོ་ག་དུས་ལ་འཁྲུངས་པ་རེད་ལ་ན། ཨ་ནི་ཤིང་འབྲུག་ཕྱི་ལོ་བདུན་བརྒྱ་བཞི་ལོ་ལ་འཁྲུངས་པ་རེད་ཟེར་བ། ཨ་ནི་འཁྲུངས་ཡུལ་ག་བ་ལ་འཁྲུངས་རེད་ལ་ན། ཕོ་བྲང་ཚལ་ལས་ཞེས་དོགས་འདི་ལ་འཁྲུངས་པ་རེད། ད་བདུན་བརྒྱ་བཞི་གི་ལོ་ལ་ཡ་རོ། ལོ་ད་ག་རང་གི་བདུན་བརྒྱ་བཞི་གི་ལོ་གྱི་དགུན་ཁར་ལ། ཨ་ག་བྱེད་ལ་ན་ཁོ་རང་གི་ཡབ། དུས་སོང་མང་རྗེས་ར་སྐུ་གྲོངས་པ་རེད་སྐུ་གཤེགས་པ་རེད་ར་སྐུ་གཤེགས་པའི་སྐབས་སུ་ཨ་ནི་ཁྲི་ལྡེ་གཙུག་བརྟན་བརྒྱ་ཁོ་ར་ཆེན་པོ་ཆགས་ཡོད་རེད་བས་ལ་ན་ཆེན་པོ་ཆགས་ཡོད་མ་ར་ད་འདོད་ཡིན་ནའི་ཆུན་ཆུད་ར་ད་དེ་ལ་ཡང་ང་ཚོ་གི་ཞེ་ས་སྐྱོན་པ་ཡིན་ན་ནར་མ་སོན་པ་ལ་ཡིན་ར་ནར་མ་སོན་པའི་རྐྱེན་གྱིས་ཨ་ནི་དུས་ཚོད་ཐུང་ཙམ་ཅིག་རེ་འགའ་ལ་ཡ་ཨ་ནི་ད་ག་ལ་ཁོ་ར་ཁོ་རང་གི་སྲས་དེ་ཨ་ནི་ནར་མ་སོན་བར་དུ་ཆེན་པོ་མ་ཆགས་བར་དུ་ཡ་ཨ་ནི་དུས་ཚོད་དེའི་རིང་ག་ལ་ཨ་ནི་ཁོ་རང་གི་པ་ལགས་ཀྱི། ཁོ་རང་གི་ཨམ་ལགས་ཡོད་ར་ད་ག་འདྲ་འོང་ཨམ་ལགས་ཨ་ཇེ་ཁྲི་མ་ལོད་ཀྱིས་བསད་གསུངས་པ་རེད་ར་དེ་ག་ཞེན་པ་བྱེད། ད་འདི་གི་བྱེད་ལ་ཡ་ད་ནར་མ་སོན་གྱི་བར་དུ་སུ་ཡི་སྲིད་སྐྱོང་སོ་ཁོ་རང་གི་ཨ་མ་ར་ཡང་ཨ་མ་ལ་ན་རེ་རེ་ཡང་ན་པ་ལ་དུས་སོང་མང་བྱེད་ཀྱི་ཨ་ཕྱི་ར་མནའ་མ་ཀྱི་མེ། ཕྱི་མ་འབྲས་ཀྱི་ཟས་གསུངས་པ་རེད། ད། འདི་གི་རྗེས་ལ་ཡང་བརྗོད་གཞི་འདི་ག་ལ་ན་སེ་ནར་སོན་རྗེས་ར། ད་ལོ་ཆེན་པོ་ཆགས་ཚར་བའི་རྗེས་ལ་ཁ་ཅིག་ལ་ན་ཨ་ནི་ཁོ་རང་གི། དབང་ཆ་དེ་ལེངས་པར་ད་པ་ལགས་ཀྱིས་མ་ཞུས་ཤག་གི་ཞུས་ཤག་ཞོར་བ། འོང་དེ་ཁོ་རང་གིས་ད་གང་དག་ལུང་པ་དང་བོད་དེ་ཚོ་འཛིན་སྐྱོང་བྱེད་འགོ་བཙུགས་པ་རེད། འགོ་བཙུགས་པའི་སྐབས་སུ་ཨ་ནི་ཁ་ཅིག་རེ་ལ་ན་དཔོན་གནས་ལམ་ལུགས་ལ་བཅོས་བསྒྱུར་དང་ལ་ན་དཔོན་གནས་ལ་ན་དཔོན་པོ་དང་འདི་ཚོ་གི་གནས་རིམ་ལ་ཧིར་བ་འདི་དང་ཨན་ད་དུང་ཁོ་གི་དུས་ཚོད་ཁོ་རང་ལ་ར་བློན་པོ་ཁོ་རང་ལ་ཡ་ཁ་ཆེ་ཤ་ལ་ན་རྐང་གཅིག་རང་གཅིག་གོ་ར་ས་ཆ་ག་ག་ས་ལ་ད་ག་ལ་གོ་རེ་གནས་སྤོས་མང་པོ་ཆེ་དུ་བ་གྱུར་བ་མང་པོ་བཏང་ར་ད་ག་ད་ར་བ་དེ་འདྲ་ཡིན་དུ་ག་ལ་ཨ་ནི་དཔོན་པོ་གི་གནས་རིམ་དང་དེ་འདྲ་གི་ལམ་ལུགས་དེ་ཚོ་ཡ་དཔེ་མི་སྲིད་པའི་བསྒྱུར་བསྒྱུར་བཅོས་མང་པོ་ཞུ་ཅིག་བཏང་རེ་ཨ་ནི་སྒྲིག་གཞི་དེ་ཚོ་འབད་ཁོ་ར་ད་འདོད་འདི་ལ་གཏིང་ཟབ་པ་དང་ཡ་ག་ད་ཁྲ་སྐྱེ་བ་ར་ད་ཨོ་དེ་འདྲ་རོལ་སྲོལ་ཡོད་རེད་འདི་དང་མཉམ་དུ་གཉིས་པ་དེ་ལ་ཡང་མི་འབོར་ཞིབ་བཤེར་བྱེད་དགོས་ཚུར་ལྟ་བོད་ཀྱི་ནང་ལོགས་ལ་ཡ་ར་དུས་ཚོད་འདི་གི་མངའ་ཁོངས་སྐབས་སུ་ནི་བོད་ས་ཆ་ག་རེ་ག་རེ་ཚུད་གོ་རེད་ར་མང་ཆེ་སྟོད་ཕྱོགས་དུ་ཆུད་ཀྱི་ཡོད་བ་ཨ་ནི་སྟོད་ཀྱི་ཕྱོགས་དེ་ལ་ཚུད་ཀྱི་ཡོད་རེད་ཨེ་ནི་ཕྱིས་སུ་རྒྱལ་པོ་བཙན་པོ་བཅས་ཀྱི་ཁ་ཆེ་སོ་ཁམས་ཀྱི་ས་ཆ་བཅས་ར་སྦྱང་ཡུལ་ལ་ཡ་དེ་བང་དུས་སུ་བ་ལྟ་བུ་འདི་འདྲ་ཡིན་འདུག་ག་ལ་ཨ་ནི་ད་ད་ལྟ་འདི་ནང་ལོགས་ཚུད་སྐྱོགས་ཀྱི་མི་འབོར་ཚང་མ་ལོགས་ནི་ཞིབ་བཤེར་བྱེད་དགོས་ཚུལ་ཞིབ་བཤེར་ལས་ན་ད་མི་ག་ཚོད་དོ་ར་ནང་མི་དང་ལས་མི་ག་ཚོད་འདུག་ནང་མི་ག་ཚོད་འདུག་ས་ཆ་རེད་ཟེར་ལམ་ལུགས་གསར་བ་དེ། ཨ་འདི་གི་རྗེས་ལ་ཡར་དཔལ་འབྱོར་རྩིས་ངན་བྱས་ཏེ་ར། དཔལ་འབྱོར་ལས་ན་ང་ཚོ་དངུལ་ལས་ར་ད་དངུལ་བཏང་ད་ཉར་བཏང་ད་དེ་ཚོ་ག་འདྲའི་བོད་ཆོས་བཏང་དགོས་ཡོད་མེད་དེ་འདྲའི་སྒང་ལ་ཡག་ནི། ག་ལ་འོ་རེད། དོ་སྣང་མང་ང་བྱེད་བྱེད་ནི་ང་ཚོ་ལུང་པ་དེ་ག་འདྲས་བྱེད་ནི་ད་ཚགས་ཚུགས་པོ་ཡག་པོ་ར་ཚད་ལྡན་བྱེད་ནི་ལུགས་དང་མཐུན་པ་ག་འདྲས་ཅིག་སྐྱོང་དགོས་ཀྱི་འདུག་དེ་འདྲའི་འགྲོ་བྱེད་ཁོ་གྱེས་ནི། རྒད་པོ་ག་རེད་ལ་ན། མེས་ཨག་ཚོམ་ར་མེས་ཨག་ཚོམ་ལ་ནས་རེད་ཁྲི་ལྡེ་གཙུག་ཏན་གྱི་སྐབས་སུ་ཁོ་རང་གི་བཟོ་བཅོས་དེ་ཚོ་རྒྱབ་པ་རེད། ཀོ་ཚོད་བཟོ་བ། ཧོན་དུ་བྱས། ད་དེ་གི་རྗེས་ལ་བོད་ཀྱི་སྔར་ཡོད་མངའ་ཁོངས་རྣམས་ད་སྔོན་ནས་བོད་ཀྱི་འོག་ལ་ཡར་ཚུད་དེ་ཁྱོད་ཀྱི་ས་ཆ་བྱ་རུ་བ་སྔོན་ནས་རྒྱལ་པོ་གཞན་དག་དེ་ཚོ་གིས་རྒྱ་སྐད་བཏང་ཚ་ཁྱོད་ཀྱི་ལུང་པ་དེ་ཚོ་བོད་ས་ཆ་དེ་ཚོ་ཁོ་གྱིས་སྔོན་ནས་སྲུང་སྐྱོབ་བྱེད་ཀྱི་ཡོད་རེད་ཟེར་བ་ཁོ་གྱིས་ཡག་པོ་བྱས་ནས་བདག་པོ་རྒྱག་བྱས་ཡོད་རེད། འདི་གང་ལ་ད་དུང་ཁ་ཕྱིར་ལོས་ན་ས་ཆ་གཞན་དག་མང་པོ་ཅིག་ཁོ་གྱིས་ད་བོད་ལ་སྔོན་ནས་ཡོད་རྒྱུ་ས་ཆ། ད་ག་ལ་བ་རེད་སྟོད་ཀྱི་ས་ཆ་ཁོང་དང་ར་ང་ཚོ་གིས་དེ་སྔོན་ལ་ཡར་སྲོང་བཙན་སྒམ་པོ་གྱི་སྐབས་སུ། རུ་བཞི། ར་ཨ་ནི་ཁ་ལའི་རེ་ཨ་སུམ་པ་ཞང་ཞུང་ཨ་ཤ་མི་ཉག་ཚང་མ་དབང་འདུས་སུ་བ་ཨ་བཅས་ལ་རྒྱལ་པོ་དེ་ཚོས་ག་ལེ་ག་ལེ་རྒྱ་སྐད་བཏང་ཡོད་བ་ཆེར་ཆེར་ཆེར་བཏང་རེད་དེ་ཚོ་ཚང་མ་ལ་ཁོ་གྱིས་བདག་གཅེས་བྱས་རེད་འདི་གང་ལ་ཁོ་རང་གི་དུས་ཚོད་དེ་ལ་བས་བོད་དེ་ད་འདོད་དེ་ལས་རྒྱ་ཆེ་བཏང་རེད་ར་རྒྱ་ཆེ་ག་རེ་བཏང་གི་རེད་ལ་ན་ད་ལུང་པ་གཞན་པ་དེ་ཚོ་དབང་འདུས་གོ་བྱེད་ཀྱི་རུ་བ་རེད་མ་རེད་མ་བཏང་དབང་བསྒྱུར་ཆོག་གི་རུ་བ་ངོ་དེ་འདྲ་བྱས་ནས་བོད་དེ་ག་ཅི་ལ་ན་རྒྱ་ཆེ་རུ་བཏང་ཡག་གི་ཨ་ནི་འབད་བརྩོན་ཡང་བྱས་ཡོད་རེད་རྒྱ་ཆེ་ཡང་བཏང་ཡག་ཐུག་ཡོད་རེད་ར། མཁན་ཟེར་བ། འོན་ཏུ་ཆེ། ཨ་ནི་ག་འདྲས་ཞིག་ནི་རྒྱ་སྐད་བཤད་ནས་དུས་ཚོད་དེའི་སྐབས་སུ་རྒྱ་རྒྱ་ནག་གི་ས་ཆ་རེད་བ་ཅིན་ཕེན་ལས་ཞུ་དོ། འོང་འདི་དབང་སྒྱུར་བྱས་བ་རེད་དབང་སྒྱུར་ལས་ན་ད་སྐབས་རྫ་ཆེར་ལེགས་ར་ཧིན་དྷི་ནང་ལོ་ལ་འོང་འདི་བྱས་བ་རེད། ད་ཨ་ནི་བཙན་པོས་གི་དབང་སྒྱུར་བྱས་བའི་དུས་ཚོད་བརྗོད་རོགས་འོང་འདི་གི་རིང་ལ་ད་འདོད་ཞིན་ད་ག་རི་ག་རི་བྱས་ཡོད་ལ་ན་ལྷ་ཁང་མང་པོ་དཔེ་བཞེངས་བ་རེད་ལྷ་ཁང་ལ་ན་ང་ཚོ་དགོན་སྡེ་ཁག་ལེགས་རོགས་འོང་འདི་བྱས། ཨ་ནི་རྡོ་སྡེ་ལ་ན་དཔེ་ཆ་རོགས་ཨ་ནི་སྨན་བྱེད་སྨན་ད་ཨ་ནི། བརྟག་དཔྱད་རིགས་འདི་ཚོ་བྱེད་རུང་བ། འོ་དེ་ཚོ་ཚང་མ་གྱི་ཁར་ཁྱེར་ལ་ན། ཨཱ་ནི་ཚང་མ། ལུང་པ་གང་འཇུག་མ་འཇུག་ཙམ་ནས་རག་ད། དེ་ཚོ། ཆོས་རིགས་དེ་ཚོ་ད་ག་ལ། རྒྱ་ནག་དང་བལ་ཡུལ་གཉིས་ཆ་ནས་ཁྱི་ལེ་གོ་དེ་འདྲས་ཡོད་རེད། ཨཱ་ནི་སྨན་རིགས་དེ་ཚོ་རྒྱ་ནག་ནས་ང་ཚོ་གྱི་དཔེ་བླངས་ཀྱི་ཡོད་རེད་དེ་ཚོ་ཚང་མ་གྱི་གང་ཟག་བོད་རྒྱའི་ནང་ལོགས་ལ་བསྒྱུར་བ་རེད་ཟེར་བ། ཨཱ་ནི་ག་ད། མདོར་བསྡུས་ནས་བཤད་པ་ཡིན་ན། བཙན་པོ། ར་ཁྲི་ལྡེ་གཙུག་བརྟན་གྱི་སྐབས་སུ་ཆོས་ཕྱོགས་དང་འབྲེལ་བ་ཡོད་སྐྱོར་ཆོས་དང་འབྲེལ་བ་ཡོད་སྐྱོར་གྱི་ལས་དོན་རྒྱ་ཆེན་པོ་བཞི་བོ་གཅིག་སྤེལ་ཡོད་རེད། ར། འོ་འདི་བྱས་ཨཱ་ནི། མཐའ་མ་དེ་ལ་ཡ་ག་རེད་སྤྱི་ལོ་བདུན་བརྒྱ་ལྔ་བཅུ་ང་བཞི་གི་ལོ་ལ་ཡ་ཨ་ནི་བློན་པོ་རུ་བ་ད་དེ་ལ་ཡ་ང་ཚོ་གི་བོད་པའི་གི་ནང་ལོ་ཐ་སྙད་གཉིས་ཡོད་རུ་བ་ཨ་ནི་འཇམ་འཇམ་འདྲ་འདྲ་འུ་དྲུག་ཆ་དྲུག་རེད་སྤྱི་བཏང་ནི་དག་ཆ་ད་ལོ་ག་རེད་ཨ་གཅིག་ལ་བླུན་པོ་ལེགས་ར་གཅིག་ལ་བློན་པོ་ད་ཕལ་ཆེན་ཚང་མ་གི་དེ་གཉིས་བར་ལ་ཁྱད་པར་ཤིན་གྱི་ཡོད་གི་རུ་བ་བླུན་པོ་ལ་ན་ལྐུགས་པ་རུ་བ་འདི་ནང་ལོ་ང་ཚོ་གི་ལྐུགས་པ་ང་སྐད་ཆ་བཤད་ཁོ་མ་ར་བློན་པོ་བློན་པོ་ལ་ན་རྒྱལ་པོ་གི་འོ་ལ་ལས་ཀ་བྱེད་ངེས་གི་ཨ་ནི Ministers ལེགས་ར་འོ་དེ་འདྲས་འགྲོ་ཆ་གོ་ད་གོ་ཚོད་སུ་བ་ད་ཨ་ནི་ཐ་མ་དེ་ལ་སྤྱི་ལོ་བདུན་བརྒྱ་ལྔ་བཅུ་ང་བཞི་ལ་ཡ་ཨ་ནི་ཁོ་རང་གི་བློན་པོ་ར་བལ་གདོང་ཚབ་དང་ལང་ཉེ་སིག་ར་ཡང་ན་ལང་ཉེ་སིག་ཁོ་གཉིས་ཀྱིས་ལྐོག་ཏུ་མི་ཚང་མ་ཧ་མ་གོ་བའི་ཐོག་ནས་ཨ་ནི་རྒྱལ་པོ་དེ་བསད་བཞག་པ་རེད་ར་འོ་འདུག་བྱས་ནས་ཨ་ནི་རྒྱལ་པོ་དེ་བདུན་བརྒྱ་ལྔ་བཅུ་ང་བཞི་གི་ལོ་ལ་ཡ་ཨ་ནི་སྐུ་གཤེགས་པ་རེད།